གཞོན་ནུ་ལྷན་ཚོགས་ཀྱིས་གོ་སྒྲིག་བྱས་པའི་དགེ་བཤེས་སྤོ་བོ་བློ་དགའ་རང་བཙན་གཙོས་པའི་དགེ་བཤེས་སྤོ་བོ་བརྒྱ་དང་དུ་དུང་ཕྱུར་ཙམ་གྱིས་བོད་རང་བཙན་ཆེད་སྐུ་ལུས་མེ་མཆོད་ཕུལ་བའི་རྗེས་དྲན་དང་འབྲེལ། སྦྲ་སྒོར་རྒྱལ་སྐྱོབ་ཀྱི་འཚེ་མེད་ཞི་བའི་སྐད་འབོད་ཀྱི་ལས་འགུལ་དེ་དངོས་སུ་དབུ་འཛུགས་ཞུ་རྒྱུ་ཡིན། ང་རང་ཚོ་རང་བཙན་ཤོག་ཚ་ར་ཡ། ཤོག་ཚ་བའི་ད་ལྟའི་ཁ་ལོག་རེད། ད་ཤོག་ཤོག་ཚ་སི་ལ་ནི་ང་ཚོ་ད་ང་རང་བསྡད་ཡ་མ་རེད། དུས་སང་དགེ་བཤེས་སྤོ་བོ་བློ་དགའ་རང་བཙན་ཁོ་རང་གི་དངོས་གནས་དྲུང་ནས་ད་སྲོག་བློས་བཏང་དུས།

ཧྥྲང་སི་ཏན་སྤྱི་པའི་ས་གནས་གཞོན་ནུ་ཚོགས་པའི་གོ་སྒྲིག་འོག་ས་གནས་བོད་རིགས་མང་ཚོགས་བརྒྱ་ཕྲག་བརྒལ་བ་འདུ་འཛོམས་ཀྱིས་བློ་དགའ་རང་བཙན་ལ་རྗེས་དྲན་དང་རྒྱ་ནག་གཞུང་ལ་ངོ་རྒོལ་གྱི་ལས་འགུལ་ཞིག་སྤེལ་གནང་སོང་གཤམ་ལ་མུས་མཐུད་ནས་གསན་གཟིགས་གནང་རོགས།

ང་རང་ཚོ་ལ་ཡ་ཅོང་དག་ཅིག་སྤྲད་ཡོད་རེད་ད་ལངས་ཤོག། འདི་འདྲ་ཞིག་བསྟན་དང་འགྲིག་གི་མི་འདུག་ཁོང་གི་ཁ་ཆེམས་ནང་དུ་གནང་པ་ཚོ་གིས་ངས་བཤད་མི་དགོས་བ་ཅིག་གཟིགས་ཀྱི་ཡོད་རེད་གཟིགས་བཞིན་པ་ད་ལྟ་གཟིགས་བསྡད་ཡོད་རེད། གང་འདྲ་ཅིག་སོང་འདུག་བཤད་ཙམ། རྒྱ་ནག་དམར་པོའི་གཞུང་གིས། བཙན་གནོད་དང། ཁྲམ་པ། རྫུན་གྱི། ང་ཚོ་དུས་ནམ་ཡང་གནས་ཐུབ་ཡོད་མ་རེད་ང་ཚོ་དུས་ནམ་ཡང་སེམས་ཤུགས་ཆགས་ཡོད་མ་རེད་ང་ཚོ་དུས་ནམ་ཡང། དེ་ལ་སྤོབས་པ་ཆེ་རེད་དང་དེ་ལ་ང་ཚོ་འཐབ་རྩོད་ལ་ཤུགས་རྒྱབ་དགོས་རེད། རྣམ་པ་ཚོའི་བསམ་པ་ང་ཚོ་ཤུགས་རྒྱབ་དགོས་འདུག་ཨེ་མི་འདུག། རྒྱབ་དགོས་འདུག་ཨ། བྱས་ཙང་དེ་ང་ཚོ་རྒྱ་ཆེའི་མ་ཚོགས་ཀྱིས་རྒྱབ་དགོས་རེད་ལ། སྣེ་ཁྲིད་པ་གིས་རྒྱབ་དགོས་རེད། དབུས་བཙན་བྱོལ་བོད་མིའི་སྒྲིག་འཛུགས་ནི་བྱེད་བྱེད་ནི་ང་རང་ཚོ་གི་ཁ་ཚ་ཁེ་གཉིས། སྐྱེས་བུ་གི་གཞོན་ནུ་ཕྲུ་གུ་ཡང་ཁྱོད་ལ་ང་ཚོ་ལ་འགན་དེ་ཡོད་རེད་ཡོད་མ་རེད། ཡོད་རེད། ཡོད་ལ་ང་ཚོས་དུས་ནམ་ཡང་དཔའ་བོ་རོགས་རྩེད་བློས་དགའ་མ་བྱས་པའི་ཐོག་ནས་རྒྱ་ཆེའི་དཔའ་བོ་དཔའ་མོ་རང་ལུས་མེ་བསྲེགས་ལྟ་ངན་དེ་ཚོ་མ་བྱས་པའི་ཐོག་ནས། རྒྱ་དམར་དམར་གཞུང་གི་དྲག་པོའི་མེ་མདའི་འོག་ལ་ང་ཚོ་བསད་བཞག་བའི་གི། སྟོང་ཚོ་དང་སྟོང་ཚོ་བཅས་བྱས་ནས་ཤག་རི་བོ་ཙིག་ཁྲག་རྒྱ་མཚོ་བཅས་བརྡལ་བ། ང་རང་ཚོའི་གཞིས་ལུས་ཀྱི་སྤུན་ཟླ་རྣམ་པ་ཀྱི་སེམས་ནང་གི་དཀའ་ངལ་དེ་མ་བརྗེད་པ་བཅས་བྱས་ནས་ང་ཚོ་ཉིན་རེ་ནས་ཉིན་རེ་བཅས་བྱས་ནས་སྤོབས་པ་ཆེ་དང་ཆེ་རུ། ང་ཚོ་ག་འདྲའི་འདྲ་ཅི་བྱེད་དགོས་ཡོད་བས་ན་ང་ཚོ་ཤུགས་རྒྱག་ཡོད་དེ་ཚོ་ལེན་འདུག་ཡ་མི་འདུག། ལེན་འདུག་ད། ཤུགས་རྒྱག་དགོས་འདུག་ང་རང་ཚོ་སྐད་འབོད་བརྟག་དགོས་འདུག་ཨོ་སློབ་སྦྱོང་ཡོད་ངེས་དེ་ཚོ་ཡིན། དང་བདག་གིས་ང་ཚོའི་གནས་སྟངས་རྒྱ་ནག་གི་འཁྱོག་བཤད་ཅིག་བྱེད་བསྡད་ཀྱི་ཡོད་རེད། དེ་ཚོ་གི་ཐོག་ལ་ཡང་ལན་རྒྱག་དགོས་ཀྱི་འདུག་དེ་དང་ནང་བཞིན་གྱི་རྒྱ་ནག་གིས་ང་ཚོ་གི་ལོ་རྒྱུས་འཛིན་བཟུང་བྱས་པའི་གི་དྲ་ཐོག་དེ་འདྲ་སྤེལ་གྱི་ཡོད་རེད་དེ་ཚོ་ལ་ལན་རྒྱག་དགོས་ཀྱི་འདུག་ད་ནང་བཞིན་གྱི་རྒྱ་ཆེ་གི་གསར་འགྱུར་གི་ཆེད་དེ་འདྲས་གི་ང་རང་ཚོ་གི་བདེན་པ་དེ་ལ་འཁྱོག་བཤད་བྱེད་གི་ཡོད་རེད་དེ་ཚོ་ཡང་ལན་རྒྱག་དགོས་ཀྱི་འདུག་དེ་ང་ཚོ་མི་རེ་ངན་རེ་ལ་འགན་ཡོད་རེད་བསམ་བྱས་ནས་རྣམ་པ་ཚོ་འདི་ན་ཤེས་ཡོན་པ་མང་པོ་ཡོད་རེད

ལྟ་སྤུ་གུ་གུ་མང་ཆེ་ཤོས་ཀུང་སི་རེད། དུས་དུས་ཀྱི་སྐོར་ལ། ག་བ་ཡས་ན་ག་ཅིག་ཟླ་བ་རེ་ལ་ལས་འགུལ་རེ་རེ་སྤེལ་ཐུབ་ཡ་བྱས་ན་དེ་མ་འོངས་པ་ང་རང་ཚོ་གི་སྤུ་གུ་གུ་གི་དངོས་གནས་སྤྲོ་ནས་ཁོ་རང་ཚོ་གི་ཡང་ཏི་སེམས་ཤུགས་འགྲོ་འོས་ད་ག་རེ་ཡས་ན་བོད་ད་ད་དུས་སོ་ད་ད་སྤུ་གུ་གུ་བོད་ད་ཆ་ཁོ་ཡ་ད་བོད་གུ་ཏི་གུ་ཡ་ལ་དགའ་བོ་ཞུ་ཆགས་ཡོད་ད་ད་ང་རང་ཚོ་གུ་གུ་དཔེ་ཡག་པོ་ཅིག་མཐོང་དུ་ང་རང་ཡས་ན་ངོ་དེ་འདྲས་ཞུ་ཡ་ཡིན། ཨོ་ད་ཏི་དངོས་གནས་ང་རང་ཚོ་བོད་རང་བཙན་ཆེད་དུ་བོད་རང་རང་བཙན་ཐོབ་པའི་ཆེད་དུ་ཨ་ནི་བློ་ཁ་རང་ཚོས་ཁོ་རང་གི་རང་ལུས་མེ་སྲེག་བཏང་བ་དེ་དངོས་གནས་ཧང་སངས་ཡ་ཅིག་རེད་ཤར་བ།

ཤོང་ཀ་ཡ་གྱི་རེད། རྒྱུ་མཚན་ག་རེད་ལ་ན། ད་ལྟ། སྣ་རྒྱུ་གི་བར་ལ་གཙོ་བོ་ལ་ཡོད་པ་ག་ཚོད་ཡོད་རེད། ངོ་མ་ལྔ་བཅུ་ང་དགུ་ནས་བཟུང་སྟེ་ད་ལྟ་བར་དུ། དགྲ་བོ་རྒྱ་དམར་གྱི་བཙན་རྡུང་བྱེད་བཞིན་བྱ་ཞོར་ག་ཚོད་ཡོད་རེད། འདི་ཚང་མ་ང་ཚོ་ལས་དབང་རེད། འདི་ང་ཚོ་ཚང་མས་ངེས་པར་དུ་སེམས་ལ་བཞག་དགོས་ཀྱི་གནས་སྟངས་ཅིག་རེད། ང་ཚོ་དེ་ཚོ་ངེས་པར་དུ་སེམས་ལ་བཞག་དགོས་ན། ང་ཚོ་ལ་ངེས་པར་དུ་ཚང་དགོས་པའི་ཆ་རྐྱེན་གཞན་དུ་མཐོང་དགོས་ཡོད་ང་རང་ངོས་ནས། དང་པོ་དེ་བློ་བཏང་དགོས་པ། གཉིས་པ་གཉིས་པ་དེ་བློ་སྟོབས་དགོས་པ། གསུམ་པ་དེ་རྒྱུན་འཁྱོངས་དགོས་པ། བཞི་པ་དེ་དམ་བཅའ་བརྟན་པོ་དགོས་པ་བཅས་ངོས་འཛིན་བྱེད་ཀྱི་ཡོད། དང་པོ། ང་ཚོ་བློ་ཐོངས་བྱེད་ལབ་ཀྱི་རེད། བློ་ཐོངས་བྱེད་ལབ་དུས་ཙམ་པ་ལ་ཡིན་གཅིག་མེད་གཅིག་གི། རྒྱལ་གཅེས་དཔའ་བོ་ཁོང་དང་ཁོང་རྣམ་པ་དང་ནང་གི་ང་ཚོ་སྐུ་ལུས་མེ་ཆུ་འཕུལ་མ་གཏོང་དང་འགྲིག་གི་རེད། ཡིན་ན་ཡང་ང་ཚོ་བློས་གཏོང་བྱེད་དགོས་རེད་བློས་གཏོང་ག་རེ་བྱེད་དགོས་རེད། ང་ཚོ་དུས་ཚོད་གཏོང་དགོས་རེད། དུས་ཚོད་གཏོང་ཐུབ་མཁན་གྱི་དུས་ཚོད་གཏོང་དགོས་རེད་དུས་ཚོད་གཏོང་མ་ཐུབ་པའི་དཔལ་འབྱོར་གཏང་དགོས་རེད། ང་ཚོ་རྩ་བའི་དམིགས་ཡུལ་གཅིག་རེད། དམིགས་ཡུལ་གཅིག་མ་གཏོགས་ཁེ་ཁོ་ཅི་ཡོད་མ་རེད།

ང་ཚོའི་དམིགས་ཡུལ་འདི་རེད། མི་གཅིག་ཡིན་ན་སོ་སོའི་དམིགས་ཡུལ་བསྒྲུབ་ཡག་ལ་ཆ་རྐྱེན་བཞི་ཚང་དགོས་གི་རེད་ཆ་རྐྱེན་བཞི་དེ་ལག་བསྟར་བྱེད་དགོས་གི་རེད། དང་པོ་བློ་གཏོང་དགོས་གི་རེད་གཉིས་པ་བློ་སྟོབས་དགོས་གི་རེད་གསུམ་པ་རྒྱུན་འཁྱོངས་བྱེད་ཀྱི་བསམ་པ་དགོས་རེད། བཞི་པ་འགྱུར་བ་མིན་པའི་དམ་བཅའ་བརྟན་པོ་དགོས་རེད། དེ་ཡོད་ན་ང་ཚོ་ནམ་ཡིན་ན་རྒྱལ་ཁ་ཐུབ་གི་རེད།